དེ་ནས་ག་ཚད་ཡིན་ན་ཡང་ཆོས་པ་ཟེར་གིན་དེ་དེ་ནས་ཅིག་ཚང་ནས་ཕུར་བ་ནང་བཞིན་ཅིག་དེ་ནས་རྗེས་ཤུལ་དེ་འདྲའི་གང་ཡང་མེད་པ་ད་ལུས་རྡུལ་ཕྲན་དུ་དེང་ཡ་དང་ཡང་ན་ནས་འཇའ་ལུས་ལ་སོགས་པ་ཐོབ་ཡ་དེ་འདྲ་མ་བྱུང་ན་ཡང་དེ་ནས་འཁོར་བ་གི་གཞི

ལྷ་ཁང་དེ་ཚོའི་རྒྱས་སྤྲོས་དང་དེ་འདྲའི་གང་ཡང་མེད་པ་དེ་འདྲའི་བཟོས་ཡོད་ཁ་སང་ཁོང་གི་མཁན་པོ་འཇམ་སེང་དེ་འདྲའི་བཀའ་གནང་འདུག་ད་ལྟའི་ནང་བཞིན་འདི་དཔེ་མ་ཚིག་ཡག་པོ་རེད་དེ་ནས་འདས་ལ་ཡང་གྲྭ་པ་དེ་ནས་བཙུན་མ་དེ་ནས་དེ་མ་ཡིན་པའི་ད་རུང་ཆོས་བྱེད་མཁན་གྱི་མི་བྱ

སངས་རྒྱས་ཞལ་ཞུ་ཐུབ་པའི་བསྟན་པ་དེ་འཛིན་སྐྱོང་སྤེལ་གསུམ་བྱེད་དགོས་ཀྱི་ཡོད་ན་ད་ཁྱེད་རྣམ་པ་འདས་ལ་སྒྲུབ་པ་ཉམས་སུ་ལེན་དེའི་ནང་ནས་དེ་ནས་ཚེ་གཅིག་ལུས་གཅིག་ལ་ཕར་ད་རི་ཁྲོད་གཟིམ་ཐུབ་མཁན་དེ་ཚོ་གིས་དེ་ནས་ཏན་ཏན་གང་ཟག་བསྟན་པ་ལ་ཞབས་ཕྱི། སེམས་ཅན་ལ་ཕན་ཐོགས་ཀྱི་ཏན་ཏན་ཡོང་གི་ཡོད་པ། བརྒྱ་ཆ་བརྒྱ་ཐམ་པ་བཤད་མ་དགོས་པར་ཡིད་ཆེས་ཆ་ཚང་ཡིད་ཆེས་ཆ་ཚང་ཡོད། ད་ང་ཚོས་དེ་ལ་རྫོང་སར་དགོན་པའི་གི་དེ་ནས་འོག་ལ་ཡང་བཤད་གྲྭ།

དེ་ནས་སྒྲུབ་པ་ཉམས་སུ་ལེན་མཁན་གྱི་སྡེ། དཔེར་ན་དགའ་མགུ་འདྲ་པོ་ཅིག་ཡིན་ན་ད་དེ་ལ་ངས་ངོས་འཛིན་བྱས་ནས་དེ་ལ་ཆག་ཆག་བྱེད་ཀྱི་ཡོད། དེ་གལ་ཆེན་པོ་ཞི་དྲག་རེད། དེ་ནས་དེང་སང་སྐུ་གསུང་ཐུགས་རྟེན་ད་མ་གཞི་སྤྱི་དང་དུས་ཚོད་སྙིགས་མ་ལ་སྐུ་གསུང་ཐུགས་རྒྱལ་བའི་སྐུ་གསུང་ཐུགས་རྟེན་གྱི་རྟེན་དེ་ཚོ། སྦྱར་རྒྱུ་ཡོད་པ་དེ་ཡང་ཕྱོགས་གཅིག་ནས་ཞི་དྲག་དེ་ནི་བསོད་ནམས་བསགས་པའི་གཞི་འདྲ་བོ་ཞི་དྲག་ཡག་པོ་རེད་དེ་ཡིན་ན་ཡང་དེ་ནི་ལྷ་ཁང་དང་དགོན་པ་གྲྭ་ཚང་ཚིང་དེ་འདྲ་མང་པོ་གཅིག་ད་ཕྱོགས་གཅིག་ནས་ཀུན་སློང་ཡག་པོ་ཞི་དྲག་ཡིན་ས་རེད་ཡང་ཕྱོགས་གཅིག་ནས་ང་རང་ཚོ་བོད་པ་ཁམས་པ་ཟེར་མཁན་དེ་ད་སྡེ་བས་གཅིག་བསྐྱབས་ཀྱི་འདུག་ང་ཚོས་གཅིག་བསྐྱབས་དགོས་ཀྱི་རེད་བསམ་སོང་འདྲ་བོ་དེ་འདྲའི་གི་ཀུན་སློང་གི་བྱས་བྱས་ནས་ག་ས་ག་ས་ལ་མང་པོ་ཞིབ་པོ་ཅིག་བོད་ཁམས་ཕྱོགས་དེ་བཞི་པོ་ཞིག་རེག་ཡོད་ས་རེད་ད་ཕྱོགས་གཅིག་ནས་རྗེས་སུ་ཡི་རང་དགོས་ཡ་ཡིན་འགྲོ། དེ་ནས་ཕྱོགས་གཅིག་ནས་ང་ཚོ་ཐུགས་བསམ་བཞེས་ཡ་གཅིག་ལ། དགོན་པ་དང་ལྷ་ཁང་རྫིག་པོ་བཟོ་བསྡད་པ་ལས་མི་དེ་བཟོ་ཡ་དེ་གལ་ཆེན་པོ་ཞེ་དྲག་རེད་ཞང། མི་དེ་ལ་ཐོས་བསམ་བཤད་གྲྭ་ལ་སོགས་ཀྱི་སྒོ་ནས་ཐོས་བསམ་བྱེད་ཐུབ་ཡ་གཅིག་དང་སྒྲུབ་གྲྭ་གི་སྒོ་ནས་ཉམས་ལེན་བྱེད་ཐུབ་ཡ་མི་དེ་བཟོ་ཐུབ་ཡ། དེ་ནས་ཁ་སང་མ་གའི་བཤད་གྲྭ་ལ་ཞུས་པ་ནང་བཞིན་སྐྱ་སེར་ཕོ་མོ་ཚོ་འདྲ་ཡིན་ན་ཡང་ནང་ནང་ཆོས་ཀྱི་སློབ་སྦྱོང་གི་ཕ་སྤྲད་ནས་གོ་བརྡ་སྤྲད་ནས་དེ་ཡང་སྤྱིའི་དགེ་བ་བཅུ་དང་མི་དགེ་བ་བཅུ་ལ་སོགས་པའི་བླང་དོར་གྱི་གནད་ཆུང་ཆུང་དེ་འདྲ་ཙམ་གྱིས་མ་ཡིན་པ། ང་རང་ཚོ་ནང་པ་སངས་རྒྱས་བོད་ཀྱི་ལྟ་བ་མཐར་ཐུག་པ་ཕ་བཤད་ཐུབ་ཡ་ཁོང་རང་ཚོ་གི་ཡིན་ནས་ཉམས་སུ་ལེན་ཐུབ་ཡ་དེའི་མི་དེ་བཟོ་ཡ་དེ་གལ་ཆེན་པོ་ཞི་ར་རེད་ཤག། གང་རེད་ཟེར་ན་ང་འཛམ་བུ་གླིང་ག་ས་ག་སར་སླེབས་པ་རེད། སྔས་མ་གི། ད་ད་རྒྱ་གར་ལ་ད་ཁོ་རང་སྔར་གི་རྒན་པ་གི་ཤུལ་ན་ལེན་དྲ་དང་ཨོ་ཀྲན་ཏ་པུ་རི། དེ་ནས། བི་ཀ་མ་ལ་ཤི་དྲ་ཟེར་མཁན་དེ་ཚོ་ད་ད་གཏོང་ཚར་ནས་ཁོ་རང་ས་རྡོ་བྱེ་མ་ནང་བཞིན་རེད་ཚར་རེད། དེ་མ་ཡིན་པའི་དཔེར་ན། རི་པིན་གི་ལུང་པ་ལ་རྒྱ་ནག་ད་རྒྱ་ནག་ནས་ཕ་དར་བའི་དེ་རི་པིན་གི་ནང་ཆོས་ཡོད་ས་དེ་འདྲའི་གི་དགོན་པ་མང་པོ་ཞེ་དྲག་རེད། དཔེར་ན་སྐྱོ་བྲོ་ཟེར་སའི་ལུང་པ་དེ་རྐྱང་པ་ལ་དགོན་པ་ཁྲི་གཅིག་ཡོད་ས་རེད་ཕལ་ཆེར་དེ་ནི་དགོན་པ་དེ་ཚོ་ཡང་ཧ་ལས་པ་གི་ཆེན་པོ་དང་ཡག་པོ་དགོན་པ་གི་གླིང་ཁ་དེ་ཚོ་རྐྱང་པ་ལ་ཧ་ལས་པ་དེ་འདྲ་རེད། ཡིན་ན་ཡང་དགོན་པ་ཕལ་ཆེ་བ་དེ་ཕལ་ཆེ་བ་དེ་སྟོང་པ་སྟོང་རྐྱང་རེད། གྲྭ་པ་རེ་རེ་ཚེ་གཉིས་རེ་ཚེ། དེ་ཚོ་ཡང་གྲྭ་པ་དེ་ཚོ་གཅིག། མཛད་སྒོ་གྲྭ་དེ་འདྲ་ཕེབས་དུས་གང་འདྲ་གཅིག་བལྟས་བལྟས་མཐོང་ཡང་ཡོད་རེད་མ་གཏོགས་དུས་རྒྱུན་གཅིག་ཚོགས་པ་ཚོགས་བསྡད་མཁན་འདྲ་དང། དེ་ནས་གཅིག་སྒོམ་ཉམས་ལེན་འདྲ་གནང་མཁན་འདྲ་དང། ཐོས་བསམ་ལ་སོགས་པ་བྱས་ཐེངས་འདི་ཕལ་ཆེ་བ་མཐོང་ཡང་མེད་མཁན་འདྲ་པོ་དེ་འདྲ་ཆགས་འདུག་དེ་འདྲའི་ནང་བཞིན་ཆགས་འགྲོ་གི་རེད་མ་འོངས་པ་ལ་ང་རང་ཚོ་གཟབ་གཟབ་མ་བྱས་ན། མི་དེ་བདག་པོ་མ་བརྒྱབ། ཁང་པ་མང་པོ་ཅི་ཡག་གསར་པ་བརྒྱབ་ཁང་པ་མང་པོ་ཅི་གསར་པ་བརྒྱབ་དེ་ལ་ཡ་སེར་བརྐུ་དངུལ་བརྐུ། དེ་ནས་འདྲ་མི་འདྲ་བྱས་བྱས་བྱས་དེ་ནས་བལྟས་ཟིན་ནས། ང་རང་ཚོས་མི་དེ་བདག་པོ་མ་བརྒྱབ་མི་ལ་ཆོས་ཀྱི་གོ་བརྡ་དེ་མ་སྤྲོད། དེ་ནས། མི་ཡག་ཡོང་མཁན་དེ་ཉུང་ཉུང་ཆགས།

ད་ས་ཡོད་ཀྱི་ལྟས་སུ་གཞིགས་ཏེ་འོས་སྦྱོར་མ་གཏོགས་བལ་ཡུལ་གང་ས་གཅིག་བལ་ཡུལ་ཆོས་དོན་བྱེད་རུང་ཁ་ཤོར་གྱི་ཉེ་འདབས་རྐྱང་པར་ཕལ་ཆེར་དགོན་པ་གི་གཞིས་ཆགས་ཏེ་ཡོད། དེ་ཡིན་དུས་གང་ན་དེ་ནས་མཁན་པོ་འཇམ་སེང་གིས་ཐུགས་ཁུར་བླ་ན་མེད་པ་བཞེས་བྱས་ནས་གང་ས་འདི་ལ་ཡང་སྒྲུབ་གྲྭ་བཙུགས། དེ་ནས་སྒྲུབ་གྲྭ་དེ་ཡང་ཁ་ཡོད་ལག་ཡོད་ཉམས་ལེན་དེ་འདྲའི་གནང་ཐུབ་མཁན་ཞི་དྲག་བྱུང་བ་དེ་ཧ་ཅང་གི། དེ་ནི་དུས་ཚོད་རྙིང་མ་འདི་ལ། དེ་ནི་རྨད་དུ་བྱུང་བ་གི་ལས་ཀ་རེད་ཟེར་ནས་ངས་དེ་འདྲའི་ཡང་ཡང་དྲན་གི་ཡོད་ལ་ཁྱེད་རྣམ་པས་ཡང་དེ་འདྲའི་རང་དྲན་རོགས་གྱིས། ངས་ཡང་ནས་ཡང་དུ་རྗེས་སུ་ཡི་རང་བྱེད་རོགས་གྱིས་སྐུལ་མ་བྱས་ཡ་ཡིན། དེ་ནས་འདི་ན་ཡོད་མཁན་གི། བླ་མ་ཆོས་པ་ཚོ་ཡང། ད་གཙོ་བོ་མཁན་པོ་འཇམ་སེང་གིས་ཁྱེད་རྣམ་པ་ལ། དེ་ནས་ཁོ་རང་ཚིག་རེ་རེ་བཞིན་དུ་དོན་དག་རེ་རེ་བཞིན་དུ་དེ་ནས་ད་དུས་རྒྱུན་ཁྲིད་ཟིག་འབྱོར་བ་ང་རང་ཚོ་ཁྲིད་དབང་ལུང་ཁྲིད་ཟེར་དུས་ཁྲིད་ཟེར་དུས་ཁོ་རང་མིག་ལོང་བ་ཅིག་ཕ་ལག་པ་གིས་བཟུང་ནས་ཁྲིད་པ་ན་ཁྲིད་པ་ཅིག་ཁྲིད་པ་ན་ཞིག་རེད་པ་ད་ཅིག་ཕ་སྣེ་ཁྲིད་ནས་ཨོ་ད་དེ་ཁ་ཡོད་ལག་ཡོད། མཁན་པོ་འཇམ་སེང་གི་འདི་ན་ཡོད་མཁན་ཚོ་ཐམས་ཅད་ལ་ཕ་རེ་རེ་བཞིན་དུ་དེ་ནས་ཁྲིད་གནང་གི་ཡོད་ཡོད་རེད། ད་དེའི་ལྷག་པ་ང་ལ་གང་ཡང་ཞུ་རྒྱུ་མེད། དེ་ནས་ཡིན་ན་ཡང་ད།